གཟིགས་མོ་བ་ལྷན་རྒྱལ་ཁམས་བཟང། འདི་ནི་ས་རཱ་བློ་གསར་གྱི་ད་རེས་གསར་འགྱུར་ཆུང་བསྡུས་ཀྱི་ལེ་ཚན་ཡིན། ང་གསར་འགྱུར་སྙན་སྒྲོན་པ་བསྟན་འཛིན་ཆོས་མཚོ་ཡིན། ད་རིང་ནི་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ལྔ་ནི་རབ་གནས་ཤིང་སྦྲུལ་ལོའི་བོད་ཟླ་བདུན་པའི་ཚེས་བཅུ་གཅིག་དང། ཕྱི་ལོ་ཉིས་སྟོང་ཉིས་སེ་ལྔ་ཟླ་དགུ་པའི་ཚེས་གསུམ་རེ་ས་ལྷག་པ་རེད། ད་རེའི་གསར་འགྱུར་འདིའི་ནང། སེ་ར་མཐོ་སློབ་ཀྱི་གཙུག་ལག་སློབ་དཔོན་རྒན་སྟོབས་ལགས་ནས་བོད་དང་བོད་མིའི་མགྲིན་ཚབ་ཅེས་པའི་ཕྱག་དེབ་དང་འབྲེལ་དཔེ་ཀློག་ཇི་ལྟར་བྱེད་ཚུལ་དང་ཚིག་རྡོག་འགུལ་སྟངས་སོགས་ལ་སློབ་སྟོན་གནང་བའི་སྐོར། གཉིས་པ། སེ་ར་བོད་ཀྱི་མཐོ་རིམ་སློབ་གཉེར་ཁང་དབུ་བརྙེས་ནས་མི་ལོ་ཉེར་གསབ་བདུན་འཁོར་བའི་དུས་ཆེན་སྲུང་བརྩི་ཞུས་པའི་སྐོར། གསུམ་པ། མཐོ་རིམ་རིག་གནས་སྐབས་ཉེར་ལྔའི་འཛིན་གྲྭའི་ངོས་ནས་ཤེས་ཡོན་དང་འབྲེལ་བའི་དགོང་ཚོགས་གོ་སྒྲིག་གནང་བའི་སྐོར། བཞི་པ། དབུས་བོད་མིའི་སྒྲིག་འཛུགས་དཔལ་ལྡན་སྲིད་སྐྱོང་མཆོག་འདི་ག་ས་རཱ་མཐོ་སློབ་ཏུ་འཚམས་གཟིགས་སུ་ཕེབས་པའི་སྐོར་བཅས་གསར་འགྱུར་རྒྱས་པ་ཁག་མུ་མཐུད་ནས་གཟིགས་རོགས་གནང། ད་རེའི་གསར་འགྱུར་འདི་ཡི་ནང་འདི་ལོ་སྐུའི་གོ་སྟོན་དང་སྟབས་བསྟུན་བྱམས་བརྩེའི་ལོ་ཞེས་སྲུང་བརྩི་ཞུ་རྒྱུའི་ལས་རིམ་གྱི་ཆ་ཤས་སུ་རང་རེའི་མཐོ་སློབ་ཀྱི་དགེ་ལས་སློབ་མ་རྣམས་ནི་ད་རེས་རེས་གཟའ་སྤེན་པ་གསུམ་པ་ནམ་ཡིན་ལ། གོང་ས་མཆོག་གི་སྐུ་ཚེའི་མཛད་རྣམ་བོད་དང་བོད་མིའི་མགྲིན་ཚབ་བཅས་པའི་ཕྱག་དེབ་ཀྱི་བརྗོད་དོན་ལ་སློབ་གཉེར་ཞུ་རྒྱུའི་འཆར་གཞི་ལྟར། སྤྱི་ཟླ་བརྒྱད་པའི་ཚེས་གཉིས་ཉིན་དགེ་ལས་ཚང་འཛོམས་ཐོག་གཙུག་ལག་སློབ་དཔོན་རྒན་སྟོབས་ལགས་ནི་དཔེ་ཀློག་ཇི་ལྟར་བྱེད་ཚུལ་དང་ནང་དོན་གཅིག་རྡོག་ཇི་ལྟར་འགོད་སྟངས་སོགས་ཀྱི་སྐོར་སློབ་སྟོན་གནང་ཡོད། ཟླ་འདིའི་ཚེས་བཅོ་གསུམ་ཉིན་རྡ་ས་རིགས་ལམ་སློབ་གཉེར་ཁང་གི་ཡན་ལག་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་དབུ་བརྙེས་ནས་མི་ལོ་ཉི་ས་བདུན་འཁོར་བའི་དུས་ཆེན་སྲུང་བརྩི་དང། སྐབས་གསུམ་པའི་སྐད་བརྡ་རིག་པའི་གཙུག་ལག་རབ་འབྱམས་པའི་སློབ་མ་རྣམས་ཀྱི་སློབ་སྟོན་མཛད་སྒོའི་ཐོག་སྐུ་མགྲོན་གཙོ་བོ་དབུས་བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་ཀྱི་བཀའ་བློན་ལྕང་ར་ཐར་ལམ་སྒྲོལ་མ་མཆོག་ཆེད་ཕེབས་ཀྱིས། གཙུག་ལག་སློབ་དཔོན་བསོད་ནམས་རྒྱལ་མཚན་མཆོག་མཚན་འཛིན་གཙུག་ལག་སློབ་དཔོན་ཞེས་པའི་མཚན་གནས་གནང་བ་དང། ལྷ་སྤྱི་ཚོགས་ཞབས་ཞུ་དང་ཤེས་ཡོན་ལྟེ་གནས་ཁང་གི་འགན་འཛིན་བསོད་ནམས་དཔལ་ལྡན་མཆོག་ནས་སྐྱབས་རྗེ་མཁས་དབང་ཟམ་གདོང་རིན་པོ་ཆེ་མཆོག་གི་བཀའ་དྲིན་རྗེས་དྲན་མཚོན་པའི་སློབ་ཡོན་ཐོབ་པའི་སློབ་མ་བཅུ་བཞི་ལ་རྟེན་འབྲེལ་མཇལ་དར་འབུལ་བཞེས་གནང། གཞན་ཡང། རིག་སློབ་མ་ལག་གི་དབུ་འཛིན་དགེ་བཤེས་བསམ་གཏན་རྒྱ་མཚོ་མཆོག་ནས་འཛིན་གྲྭ་ཁག་གི་ཨང་རིམ་སོན་པའི་སློབ་མ་རྣམས་ལ་བྱ་དགའ་གསོལ་རས་བསྩལ། མཐར། ཤེས་རིག་བཀའ་བློན་མཆོག་ནས་དགེ་ལས་སློབ་མ་རྣམས་ལ་བླང་དོར་བཀའ་སློབ་གནང་སྟེ་མཛད་སྒོ་ལེགས་པར་གྲུབ་སོང། ཟླ་འདིའི་ཚེས་ཉེར་གསར་ཉིན་ཉིན་གྱི་དགོང་མོར་རིག་གནས་སྐབས་ཉེར་ལྔའི་འཛིན་གྲྭའི་ངོས་ནས་ཤེས་ཡོན་དང་འབྲེལ་བའི་དགོང་ཚོགས་གོ་སྒྲིག་གནང་ཡོད་པ་དང། དེའི་ནང་འཛིན་གྲྭ་ཁག་གི་སློབ་མ་གཉིས་མཉམ་ཞུགས་ཀྱིས། བརྡ་སྤྲོད་དང་ལོ་རྒྱུས། ནང་ཆོས། རྩོམ་རིག་བཅས་ཀྱི་བརྗོད་གཞིའི་ཐོག་དྲི་རྩད་འགྲན་བསྡུར་གནང་ཡོད། བཞི་པ། ཟླ་འདིའི་ཚེས་ཉེར་གསལ་དགུན་ཉིན་གྱི་ཞོགས་པ་དབུས་བོད་མིའི་སྒྲིག་འཛུགས་ཀྱི་བལ་གདན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་འདི་ག་ས་རཱ་མཐོ་སློབ་ཏུ་འཚམས་གཟིགས་དང་འབྲེལ་དགེ་ལས་སློབ་མ་རྣམས་ལ། རྒྱལ་སྤྱིའི་ནང་བོད་དོན་འཐབ་རྩོད་ཀྱི་གནས་བབ་དང། བོད་ཀྱི་ཆབ་སྲིད་ཀྱི་འགྱུར་འགྲོས། དབུ་མའི་ལམ་གྱི་བྱུང་རིམ། དགེ་བས་ཡང་སྲིད་བཙལ་འཚོལ་ཐད་རྒྱ་ནག་གཞུང་ལ་ཐེ་བྱུས་བྱ་རྒྱུའི་དབང་ཆ་མེད་པ་སོགས་ཀྱི་གསུང་བཤད་ཟབ་རྒྱས་གནང་ཡོད།